སྲིད་དབང་ལྷན་རྒྱས་དེ་རིང་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ཕྱི་ཟླ་གསུམ་པའི་ཚེས་བཅུ་ཡིན་པ་དང་བོད་མིར་རང་དབང་སྒེར་ལངས་བྱས་ནས་མི་ལོ་དྲུག་ཅུ་རེ་དྲུག་འཁོར་ཡོད་པར་བརྟེན། དེ་རིང་ཐེག་ཆེན་ཆོས་ལུགས་གཙུག་ལག་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་མཛད་སྒོ་སྐབས་སུ་ཨི་སི་ཐོ་ནི་ཡའི་གྲོས་ཚོགས་འཐུས་མི། རྒྱལ་སྒོ་ཁཱ་ལི་རཱཏ་དང་སོ་ལི་ཝེ་ཀི་ཡཱ་ཀི་སྲིད་འཛིན་ཟུར་པ་ཨན་ཏི་རཱཏ་ཀི་སུ་ཀི་གཉིས་གཙོས་བོད་གཞིས་སྐུ་མགྲོན་ཁ་ཆེ་དང་བོད་མི་སྒྲིག་འཛུགས་ཀྱི་འཛིན་བཟུང་ནང་པ་གཞུང་འབྲེལ་མིན་པའི་ཚོགས་པ་ཁག་དེ་བཞིན་སེར་སྐྱ་མི་མང་གང་མང་ཕེབས་གནང་འདུག་མཛད་སྒོའི་རྗེས་སུ་སྐུ་མགྲོན་རྩ་བའི་རྣམ་པ་གཉིས་ཀྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་སྲོལ་ལ་གསར་འགོད་གསལ་བསྒྲགས་སྐབས་སུ་སྐུ་མགྲོན་གཉིས་ཀྱི་བརྗོད་དོན་ལ་སོ་ལི་ཝེ་ཀི་ཡཱ་དང་ཨེ་སི་ཏོ་ནི་ཡཱ་རྒྱལ་ཁབ་གཉིས་ཀྱང་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་ཀྱི་བཙན་དབང་འོག་ཏུ་དཀའ་སྡུག་མྱངས་ཡོད་ཀྱང་ཐག་རང་དབང་རང་བཙན་རག་ཡོད་པར་བརྟེན་བོད་མི་ཚོ་སྔ་ཕྱི་མ་གཏོགས་རང་དབང་རང་བཙན་རག་རྒྱུ་ཡིན་པས་བོད་མི་ཚོ་ངེས་པར་དུ་སེམས་ཤུགས་མ་ཆག་པ་དང། རེ་བ་མ་བརླག་པའི་ཐོག་ནས་འཐབ་རྩོད་བྱེད་དགོས་པ་བརྗོད་གནང་སོང། ཤང་ལ་བོད་མི་ཁག་གཅིག་དང་ལྷན་དུ་གསུང་ཆོས་དུས་དྲུག་དང་འབྲེལ་བའི་སྐོར་ལ་མཇལ་འཕྲད་ཐུང་ཐུང་རེ་བྱས་ཅིང། གསུང་ཆོས་དུས་དྲན་ང་ཚོ་ད་ལོ་རྟག་པར་སྲུང་བརྩི་བྱེད་དགོས་པ་རེད། འདི་དཔེ་གནད་འགག་ཆེན་པོ་རེད། འདིའི་ཉིན་མོ་དེ་ང་ཚོ་ད་ལོ་ཁོར་མོ་གཅིག་ནང་གི་ཉི་མ་གཅིག་ང་ཚོའི་བོད་པའི་འཐབ་རྩོད་རང་ལ་ཡང་ང་ཚོ་བསམ་བློ་བཏང་བྱས། ད་ཉེ་དུས་ལོ་གཅིག་ནང་ལ་ང་ཚོས་ལས་འགུལ་སྤེལ་བ་ག་འདྲས་བྱུང་ཤག་འདིའི་ཐོག་ནས་ཡང་ང་ཚོ་ཡར་རྒྱས་བཏང་དགོས་ག་འདྲས་འདུག་ཨ་ལྷག་པར་དུ་ང་ཚོ་གསུམ་བཅུའི་དུས་རིང་འདིའི་སྐབས་ཉིན་མོ་དེ་སྔོན་མ་ཡིན་ན་རྒྱ་རོན་པོ་ཆེ་གི་གསུང་འཕྲིན་ཕེབས་ཀྱི་ཡོད་རེད་དེང་སང་ཡིན་ན་བཀའ་ཤག་གི་གསུང་འཕྲིན་ཕེབས་ཀྱི་ཡོད་རེད་འདི་ནང་ལ་ད་ལོ་གཅིག་མ་ཡིན་པ་ཉེ་དུས་ལོ་ད་ད་ལོ་ཡིན་ན་ལོ་དྲུག་ཅུ་རེ་དྲུག་འཁོར་དགོས་རེད་ལོ་དྲུག་ཅུ་རེ་དྲུག་ནང་ལ་འཐབ་རྩོད་ཀྱི་བརྒྱུད་རིམ་འདི་ག་བ་སླེབས་ཤག་ཨ། མ་འོངས་པ་ང་ཚོས་འགྱུར་བ་ག་བ་ག་རེ་བཏང་དགོས་ཀྱི་འདུག་འདི་ཡི་གི་སྐོར་ལ་བསམ་བློ་བཏང་ཡག་ཨ། ལྷག་པར་དུ་ང་ཚོ་གསུམ་བཅུའི་དུས་དྲན་ཉིན་མོ་དེ་ངོ་རྒོལ་སྐད་འབོད་ལྟ་འདི་བོད་པ་ག་བ་ཡོད་པའི་ནས་ཚང་མའི་ནང་འགྲིག་འོས་སོང་ཙང་ལོ་གཞོན་པ་མཉམ་དུ་ཁྲིད་ཐུ་བའི་དེ་དཔེ་ནས་འགའ་ཞིག་འབོ་རེད་དཀའ་ན། ཁོང་ཚོས་འཐབ་རྩོད་དེ་རྒྱུས་ལོན་བྱས་ནས་འཐབ་རྩོད་དེ་ལ་ཡང་མ་འོངས་པ་ཅིག་ལ་རྒྱ་ཅིག་ད་ང་ཚོ་གཞོན་སྐྱེས་ཀྱིས་འཁེལ་ཐུབ་པ་ཡང་འདི་ཡོང་གི་ཡོད་རེད། ང་ཚོ་སྤོ་པོ་རྨོ་མོ་ཡིན་པ་ནི་ད་དམངས་ཆེད་གྲོང་ཚགས་རེད། ང་ཚོའི་ཕ་མེས་ཀྱི་རྒྱུན་རིང་འདི་ད་ལྟ་ཡིན་ནས་གནས་བསྡད་ཡོད་རེད། ང་ཚོ་ཡིན་པ་ད་རྒྱ་གར་གྱི་འཚར་ལོངས་བྱས་པ་མི་རིགས་གཉིས་པ་རེད། ད་མི་རིགས་གསུམ་པ་ད་འདྲ་བསླབ་གྲྭ་མཐོ་རིམ་སློབ་གྲྭ་ཡོད་རེད། བྱས་ཙང་འཐབ་རྩོད་རྒྱུས་ལོན་བྱས་ཡ། ད་ད་ལོ་དམིགས་བསལ་གྱི་གནད་འགག་ཆེ་གཟིགས་ཁར་ན་རྒྱ་རོམ་པོ་ཆེའི་གུང་ལོ་དགུ་བཅུ་ཕེབས་ཀྱི་ཡོད་རེད། དེའི་སྐབས་ལ་དུས་ཚོད་བཟང་པོ་ཅིག་ཁར་ཟེར་ན་རྒྱ་ནག་དང་ད་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་གིས་རྒྱུད་རིང་པོ་ཅིག་ལ་ཡང་རྒྱ་ནག་ལ་བརྙས་བཅད་བསྡད་པ་ཚོང་འབྲེལ་ཆེད་དུ། རྒྱལ་ཁབ་དེ་ཚོ་མང་པོ་ཅིག་ད་རྒྱ་ནག་ལ་ཡང་ཁ་ཕྱོགས་སློག་ནས། རྒྱ་ནག་ལ་ཁ་བྲལ་ནས་ཚོང་འབྲེལ་གྱི་ཐོག་ནས། རྒྱ་ནག་ཟུར་སྤེལ་བྱེད་ཡས་ཀྱི་དུས་ཚོད་དེ་འདྲ་ཞིག་ཡོད་རེད་རྒྱ་ནག་ནང་ལ་ཞི་ཅིང་པིང་ཡིན་པ་ཡིན་ན། ཁོང་ཁོ་རང་ནང་ལོག་དབང་ཆ་འཐབ་རྩོད་ཀྱི་ཐོག་ནས་དཔེ་དཀའ་ངལ་འཕྲད་བསྡད་ཡོད་རེད་རྒྱ་ནག་གི་དཔལ་འབྱོར་མ་ཟར་བསྡད་ཡོད་རེད་རྒྱལ་ཁབ་མང་པོ་ཅིག་རྒྱ་ནག་ལ་ཡར་བསུན་བྱེད་བསྡད་ཡོད་རེད་འདི་འདྲའི་དུས་ཚོད་ཅིག་ལ་ད་ལོ་གཞོན་པ་ཚང་མས་ཀྱི་ཤུགས་རྒྱབ་བྱེད་སོ་སོའི་སློབ་སྦྱོང་དང་གཞོན་སྐྱེས་ཀྱི་ནུས་པ་འདི་སྤུངས་བྱེད། རྒྱལ་སྤྱིའི་ནང་ལོག་ལ་ཡ། བོད་པའི་འཐབ་རྩོད་འདི་ཡིས་རྒྱལ་ཁབ་མང་པོ་ཅིག་གི་འཐབ་རྩོད་འདི་མཉམ་དུ་འབྲེལ་བ་བཏགས་བྱེད། ཁོང་ཚོ་ལས་ཁེ་ཕན་ཡོད་པའི་ཐོག་ནས་ང་ཚོ་ད་ཅིག་གི་ཞུ་གཏུག་རྒྱག་ཡས་ནས་རེད། ང་ཚོ་འབྲེལ་བ་བྱེད་ཡས་ནས་རེད། ནི་ང་ཚོ་ཡང་མཚམས་རེ་ཚོགས་འདུ་དེ་འདྲ་ཚོགས་ཡ། ལྷག་པར་དུ་ས་ཁུལ་པ་དང། ནི་ཤེས་ཡོན་པའི་ནང་ལ་ཡ། བོད་པའི་གི་གནས་ཚུལ་འདི་གླེང་སློང་བྱེད་ཐུབ་ཡ། འདི་ང་ཚོ་ཏན་ཏན་ཤུགས་རྒྱབ་ཐུབ་ཡ། འདི་ང་ཚོ་བྱེད་ཐུབ་ཡ་ཅིག་དང། ནི་ཡང་བྱས་པའི་ནས་ཁོ་འགྲོ་ས་ཡོད་དེ་ངས་འདི་འདྲ་ཅིག་འདུག་བྱས་ཙང་ད་ད་ལོ་ད་སུན་ཅུ་དེ་ནས་ང་ཚོ་ལོ་རིམ་ད་དྲུག་ཅུ་རེ་དྲུག་སླེབས་ཡས། དུས་ཚོད་འདི་ལ་ཡང། དུས་ཚོད་གཉན་འཕྲང་ཅིག་དང། དོན་དག་སྒྲུབ་ཐུབ་པའི་གི་གོ་སྐབས་བཟང་པོ་ཞིག་ཅིག་འདི་ངས་དཔེ་གསལ་བོ་ཅིག་མཐོང་སོང་འདི་ལའང་ཚང་མས་ཤུགས་རྒྱག་དགོས་རེད་བསམ་གི།
ད་རེས་གསུམ་པའི་ད་རེས་བཅུ་ཉིན་མོ་དེ་ལ་ང་ཚོའི་གི་བོད་དཔལ་གི་བོད་རང་བཙན་ཤོད་པའི་གི་དེ་ཉིན་མོ་དེ་ད་རེས་ལོ་དྲུག་ཅུ་རེ་དྲུག་འཁོར་ཡོད་རེད། ད་ལྟ་ང་ཚོའི་བོད་དཔལ་བཙན་བྱོལ་ནང་ལ་བོད་པའི་མང་པོ་དེ་གས་ད་ལྟའི་དུས་ཚོད་དེ་ལ། ད་རེའི་དུས་ཚོད་ཉིན་མོ་དེ་ལ་ག་བ་ཨ་ནེ་ཚོ་མེད་ཀི་དུས་ཚོད་སྐྱེལ་སྐྱེལ་འབོད་སྐད་དེ་ཤུགས་ཆེན་པོ་ཁྱད་རེད། ཨ་ནེ། ད་ད་རེའི་ཤུགས་ཆེན་པོ་ག་རེ་ལ་ཚོར་བ་དེ་ཤུགས་ཆེན་པོ་ག་རེ་ཁྱད་ལ་ན། ད་ལྟའི་ཉིན་མོ་དེ་ལ་ང་ཚོས་རང་བཙན་ཤོར་བའི་ཉིན་མོ་དང་ད་ང་ཚོས་ཀྱི་ཤུགས་ཀྱིས་ང་ཚོའི་ལས་འགན་ལས་རོགས་ཨ་ནེ་བུ་མོ་བོད་པ་ཚང་མ་སྐུ་ཆེ་ཚང་མ་མཉམ་འབྲེལ་དུ་ནས་ཚང་མ་སྐད་མུ་མཐུད་ནས་ཅིག་ཤུགས་ཆེན་པོ་ཅིག་སྤེལ་རོགས་གནང། ཡ་ནི་ད་རེའི

གཅིག། མི་གཅིག་ཁེ་བྱང་ཅི་ཁེ་དགའ་ཚེ་ནུས་པ་བཏོན་ཐུབ་མ་རེད་མི་ང་ཚོ་ཚང་མ་གི་ཤུགས་དེ་མཉམ་དུ་ནུས་ཤུགས་མཉམ་དུ་བརྒྱབ་ཡིན་ན་ག་རེ་ཡིན་ནས་གདོང་ལེན་བྱེད་ཐུབ་ཀྱི་རེད་བསམ་གྱི་འདུག་དཀའ་ངལ་ཡིན་ནི་རེད་ག་འདྲ་འདྲ་བོ་ཅིག་ལ་ཁ་གཏད་བཀྱག་འོས་ནས་བཀྱག་ཐུབ་ཀྱི་རེད་བསམ་གྱི་འདུག་འདྲ་འདྲ་བོ་ད་རྒྱ་མ་གཞུང་ཡིན་ནི་རེད་ང་ཚོ་གི་ཡོད་ན་མེད་ན་འདི་མཐུན་སྒྲིལ་དང་རྡོག་རྩ་གཅིག་སྒྲིལ་བྱེད་ཡ་དེ་གལ་ཆེན་པོ་ཞིག་མཐོང་གི་འདུག།

ཡིད་ཆེས་བརྟན་པོ་ཡོད་ཟེར་ཞིང། རྒྱལ་ཆེན་པོ་ཞིག་རེད་ད་ལ་རྒྱལ་ཆེན་པོ་དཔེ་ཚད་མེད་མ་བརྩིས་པ་རེད། ཨ་འདི་རིང་ང་ཚོ་ལོ་ཆེན་པོ་ཡིན་ནས་ག་རེ་ཡིན་ནས་ལོ་ཆུང་ཆུང་ཆེན་པོ་པོ་ར་དེ་རིང་ཉི་མ་དེ་རིང་སྐད་རྒྱག་ཡས་ཀྱི་དུས་ཚོད་རེད་བ། ཨ་དེ་དུས་སླེ་ཐུབ་པ་བྱེད་འོར་བ། རྒྱལ་ཆེན་པོ་ཞིག་ར་ཡིན། ཨ་ནི་ང་ར་སོའི་རྐང་པ་དེ་འུ་མེད་ནས་ཡོང་ཡིན་དེ་རིང་ཐ་རི་བོ་ནས་ཞོ་གས་བྱ་གཅིག་བཏུང་བྱས་ནས་ཁ་ལག་ཡས་ཟས་མེད་ད་འདོད་པ་དོ། ཨ་འདི་ཡིན་ལ།